དེ་ནས་བཙུན་པ་ཆེན་པོ་ཤི་སོགས་དགེ་སློང་ནི་ཡིན་ཟེར་ལབ་པར་རོ། དེའི་སྐབས་ཀྱི་བཙུན་པ་ཆེན་པོ་ཤི་ཟེར་བ་དེ་གང་དག་རེད་ཟེར་ལབ་པ་ཡིན་ན་ཁ་ཆེའི་བཙུན་པ་ཆུ་སྐྱོབ་དང། དམའ་རུའི་བཙུན་པ་དབྱིག་བཅས། ཐོད་དཀར་གྱི་བཙུན་པ་དབྱངས་སྒྲོག། བ་ར་ན་སིའི་བཙུན་པ་སངས་རྒྱས་ལྷ། ཨོ་འདི་ཤི་དེ་བྱེ་བྲག་སྨྲ་བའི་སློབ་དཔོན་ཆེན་པོ་ཤི་ཡིན་པ་དང་ཁོང་རྣམས་ལ་རེ་རེ་ལ་ཡང་དགེ་ཕྲུག་འབུམ་ཕྲག་དེ་འདྲ་ཡོད་པ་རེད་ཁོང་རྣམས་པ་གི་དགེ་ཕྲུག་བརྒྱུད་པ་དང་བཅས་པས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱས་པ་རེད། དེ་ནས་གླིའི་སྐབས་ཀྱི་ཟོག་ཟེར་བ་ཟོག་འདྲ་དེའི་ནང་ལོགས་ལ་མདོ་སྡེ་བའི་སློབ་དཔོན་མང་པོ་ཅིག་གི་མཚན་ཡོད་པ་རེད་ཡིན་ན་ཡང་ད་ང་ཚོ་ནི་དམངས་དྲག་འགྲོ་པ་ཡིན་ཙང་སྐབས་འདི་ལ་རེ་རེ་བྱས་ནས་རྩིས་མི་དགོས་པ་བྱེད། དེ་ནས་ངོམས་པ་བདེ་བདུན་ཟེར་བ་དེ་གང་དག་རེད་ལབ་པ་ཡིན་ན། ཡེ་ཤེས་ལ་འཇུག་པ། རབ་ཏུ་བྱེད་པ། རྣམ་ཤེས་ཀྱི་ཚོགས། ཆོས་ཀྱི་བོང་བུ། གདགས་པའི་བསྟན་བཅོས། འགྲོ་བའི་རྣམ་གྲངས། ཁམས་ཀྱི་ཚོགས་ཀྱི་བདུན་ཡིན་ནོ། ཆད་པྲ་མ་བ་གའི་ལུགས་ལ་ངོམས་པ་སྡེ་བདུན་དེ་སངས་རྒྱས་ཀྱི་བཀའ་ཡིན། ངོམས་པ་སྡེ་བདུན་གྱི་འགྲེལ་བཤད་བཤད་གྲྭ་བཤད་མཛོད་ཆེན་པོ་དེ། སངས་རྒྱས་ཀྱི་བཀའ་ནས་བཟུང་སྟེ་དགྲ་བཅོམ་པ་རྣམས་ཀྱི་སྙན་ནས་སྙན་དུ་བརྒྱུད་པ་བཅས་སུ་ཡི་གེ་བཀོད་པ་གང་ལྟར་ཀྱང་འགྲེལ་བཤད། མངོན་པ་སྡེ་བདུན་གྱི་འགྲེལ་བཤད་ཡིན། གསུང་གི་ཡོད་པ་རེད། མདོ་སྡེ་བའི་ལུགས་ལ། མངོན་པ་སྡེ་བདུན་ཀྱང་སངས་རྒྱས་ཀྱི་གསུང་མ་ཡིན། ཉན་ཐོས་ཆེན་པོ་ཤཱ་རིའི་བུ་དང་མོ་གལ་གྱི་བུ་ལ་སོགས་པས་བཙན་པ་རེད། སངས་རྒྱས་ཀྱི་གསུང་བས་ཐེག་དམན་གྱི་མངོན་པའི་སྡེ་སྣོད་ཀྱི་འགྲེལ་བཤད་རེད། དེ་འདྲ་གསུང་གི་ཡོད་པ་རེད། དེ་ལ་དེ་ལ་བྱེ་བྲག་སྨྲ་བའི་ལན་ག་འདྲ་བརྒྱད་པ་རེ་ཟེར་བ་ཡིན་ན། ངོམས་པ་དེ་བདུན་དེ་གལ་ཏེ་སངས་རྒྱས་ཀྱི་གསུང་མིན་པ་ཡིན་ན་སངས་རྒྱས་ཀྱི་གསུང་ལ་སྡེ་སྣོད་གསུམ་མེད་པ་ཆགས་ཀྱི་རེད། མདོ་སྡེའི་སྡེ་སྣོད་དང་མདོ་དབུས་སྡེ་སྣོད་ལོགས་སུ་ཡོད་པ་ནང་བཞིན་དུ། ངོམས་པའི་སྡེ་སྣོད་ཀྱང་ལོགས་སུ་ཡོད་དགོས་པ་རེད། ཡིན་ན་ཡང་ངོམས་པ་དེ་བདུན་དེ་སངས་རྒྱས་ཀྱི་གསུང་མིན་ན། ཐེག་དམན་ལ་ངོམ་པའི་སྡེ་ནི་མི་འདུག་ཟེར་འོང་དེ་འདྲ་གི་སྐྱོན་བརྗོད་པ་རེད། དེ་ལ་ཡང། མདོ་སྡེ་པས་ལན་ག་རེ་བརྒྱབ་པ་རེད་ཟེར་ན། ངོམ་པ་སྡེ་བདུན་དེ་སངས་རྒྱས་ཀྱི་གསུང་མ་ཡིན་ན་ཡང་ཐེག་དམན་ལ་ངོམ་པའི་སྡེ་སྣོད་མེད་པའི་སྐྱོན་ཡོད་མ་རེད། གར་ལབ་ན་འདུལ་བའི་སྡེ་སྣོད་དང་མདོ་སྡེའི་སྡེ་སྣོད་ཀྱི་ནང་དུ་ངོམ་པའི་སྡེ་སྣོད། ཕུང་པོ་དང་ཁམས་དང་བདག་མེད་པའི་དོན་ལ་སོགས་པ་བསྟན་པས་དེ་འདྲའི་དངོས་པོའི་སྡེ་སྣོད་ཀྱི་ཆ་ཤས་ཚན་པ་དེ་འདྲ་མང་པོ་ཡོད་པ་རེད། གདེང་གཅིག་དེ་རེད། གཉིས་ནི། ཡང་མདོ་སྡེ་པའི་སློབ་དཔོན་ཁ་ཤས་ཀྱིས་མདོ་པ་ལ། རྩ་བའི་མངོན་པ་སྡེ་བདུན་དེ་སངས་རྒྱས་ཀྱི་གསུང་ཡིན་ན་ཡང་དེ་ཡི་ནང་དུ། སྒྲ་བྱོན་པ་དང་ཡང་ན་དགེ་སློང་སོ་སོ་སྐྱེ་བོ་དེ་འདྲ་གི་རང་ཉིད་ཀྱི་འདོད་པ་རང་ཉིད་ཀྱི་བསམ་ཚུལ་དེ་འདྲ་ནང་ལ་བཅུག་ནས་སངས་རྒྱས་ཀྱི་གསུང་གཙང་མ་ཅིག་ཆགས་ཡོད་པ་མ་རེད། འོ་ད་དེ་འདྲ་གི་ངོམ་པ་སྡེབ་བདུན་ཟེར་བ་འདི་སྒང་ལ་དེ་འདྲ་གི་འདོད་ཚུལ་ཁ་ཤས་ཅིག་ཡོད་པ་རེད། དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་བྱས་ནས་མཚམས་བཞག་རྒྱུ་བྱས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།